སྐྱབས་བཅོལ་ལས་ཟེར་མཁན་པོ་ལ་ཀུན་ཏུ་བཟང་ལ་མདང་གཉིས་འབུལ་ཟེར་དེ་ནི་དམྱལ་བའི་གསེར་གྱི་རྒྱལ་དེ་ནང་ནས་ཀུན་ཏུ་བཟང་པོ་ལ་སྐྱབས་བཅོལ་ལས་ཟེར་མཁན་པོ་གཅིག་བྱེད། བྱེད་ཞུས་པས་ན་ཁོང་ང་དེ་ནི་ངའི་ང་རང་འབུལ་དང་ཨེ་ཟེར། ཀུན་ཏུ་བཟང་ལ་མདང་གཉིས་འབུལ་ཟེར་ཉོན་ང་རང་འབུལ་དང་ཨེ། དེ་ནི་ཀུན་ཏུ་བཟང་པོས་ནང་ནས་ཀུན་ཏུ་བཟང་པོ་ལ་མདག་འབུལ་ཚར་རེད་དེ་ནི་འཇམ་པའི་དབྱངས་ལ་དེ་ནི་མདག་གི་ལུས་པོ་འབུལ་དང་ཨེ། ངའི་ལུས་པོ་འཇམ་པའི་དབྱངས་འབུལ་ཨེ། དེ་སྟེང་པོ་ནས་དེ་ནི་འཕགས་པ་སྤྱན་རས་གཟིགས་ཀྱི་དུས་རྟག་ཏུ་དེ་ནི་སྤྱོད་པ་མ་འཁྲུལ་བ་ཡིན་མཁན་བསམ་པ་མ་འཁྲུལ་བ་ཡིན་མཁན་ཁོང་ང་དེ་ནི། དེ་ནི།

ཉན་རང་མ་གཏོགས་མི་འདུག་ཧཱུྃ་ཟེར་མཁན་པོ་དེ་ནི་བྱང་ཆུབ་སེམས་དཔའ་དམྱལ་བའི་གསལ་བྱེད་དེ་རྒྱལ་བསྟན་ནང་ནས་གསུམ་པོ་གསུངས་ཟིན་འདུག་པ་ད་འདི་རིང་སློབ་ཚན་པའི་ནང་ཀློག་ག་འཕགས་པ་ནམ་མཁའི་སྙིང་པོ་དང་བཞུགས་ཏེ་དེ་ནི་དམྱལ་བའི་གསལ་བྱེད་རྒྱལ་བསྟན་ནང་ནས་འཕགས་པ་ནམ་མཁའི་སྙིང་པོ་ལ་དེ་ནི་ང་དང་སྐྱབས་བཅོལ་ལས་བཞུགས་བྱས་སོ་དེ་ནས་ལ་གཉན་པོ་ས་ཡི་སྙིང་པོ་བདག་ལྟ་ནི་ཟེར་རེ་དེ་ནི་ས་ཡི་སྙིང་པོ་ལ།

དེ་སྣ་ཚོགས་ལ་དེ་ནས་ཀུན་ཏུ་བཟང་པོ་སོང་གཉིས་པ་ལ་གསུམ་པ་ལ་ཅི་རིགས་གཟིགས་སོང་བཞི་པ་ལ་འཕགས་པ་ནམ་མཁའི་སྙིང་པོ་སོང་ལྔ་པ་ལ་དེ་ནས་ས་ཡི་སྙིང་པོ་སོང་ཟིན་བ་ལ་ད་དེ་ནས་དྲུག་པ་དང་བདུན་པ་སུ་ནོག་བཞུགས་སྙམ་པོ། དེ་ནས་འདྲིས་པ་རྣམས་ཟད་ལ་བྱམས་པ་གཉིས་ལ་དེ་ནས་སྐྱབས་འཚོལ་ལས་བཞུགས་ཟིན་ནོ། ཐུགས་རྗེ་ཆེ་མགོན་ཐམས་ཅད་ལ་ཟེར་སྙམ་པོ། དེ་ན་དེ་ནས་འདྲིས་པ་རྣམས་ཟད་དང་བྱམས་པ།

གང་འོག་གསུངས་པ་དམ་པའི་རྒྱན་གྱུར་ནོ། ཕྱོགས་བཞི་ཅེར་བཅད་པ། དེ་ནི་སྤང་ཐུབ་པ་ནོ། དོ་གསུངས་པ། དེ་ནི་རྡོར་བཞི་ཅན་ལ་སྐྱབས་སུ་མཆིའོ། རྡོར་བཞི་ཟེར་མཁན་པོ། དེར་སྟོང་པ་ཉིད་དང་བྱང་ཆུབ་སེམས། དེ་ནི་གཟུངས་འགྲེལ་པོ་ལ། དེ་ནི་དུས་ནམ་དུ་ཡང། དེ་ནི་སྒོམ་མེད་ཟེར་མཁན་རྫོགས་བྱེད་ལ། དེ་ནི་སྐྱབས་སུ་མཆིའོ་ཟེར་མཁན་པོ། ངས་དུས་ནམ་ཡང། དེ་ནི་བློས་མ་བཏང་བ། དེ་ནི་སྐྱེ་བ་ནས་ཚེ་རབས་ཐམས་ཅད་ང་རང། དེ་ནི་ད་གཟོད་འདོད་འབྱུང་བ། སྟོང་པ་ཉིད་དང་བྱང་ཆུབ་ཀྱི་སེམས་ཟེར་མཁན་པོ། དེ་ནི་ཉམས་ལེན་བཅོས་ཟེར་མཁན་པོ་ལ།

ནས་ཇི་ལྟར་ནི་འཁོར་བ་དང་ངན་སོང་གི་འཇིགས་པ་ལས་སྐྱབས་བྱ་ཞིག་ནོག། པ་ལ་སྐྱབས་བྱ་ཕྱག་སྐྱབས་བཅོལ་བྱ་ཕྱག་འཚལ་བྱ་ཡུལ་ལ་སྐྱབས་བཅོལ་བྱ་ནོག། ཡུལ་གཅིག་ནོག་ཟེར་ན་ད་སྡིག་པ་བཤགས་པའི་དོན་ལ་བསྟན་གྱིས་སྐྱབས་པ་དེ་ནི་བདེན་བྲི་ཞུས་ཏེ་བསམ་ལོས་ན་ཁུ་རེ། དེ་ནི་དེ་ཀུན་ལ་དེ་ནི་བསྟན་གྱིས་བསྟོད་པའི་སྡིག་པ་བཤགས་པའི་ཡུལ་དུ་དེ་ནི་ང་དང་སྐྱབས་བཅོལ་བ་ཟེར་ནི། ཡང་དེ་ནི་འདྲ་བལ་འདྲ་བལ་བྱ་བྱ་ཟེར་དེ་གཟུགས་ཀྱི་དེ་ནི་ང་དང། རགས་བསམ་པ་དེ་ནི་ཡོང་མ་ནོག་ཨ་ལ་ལྟོས་ནོག།